ཚང་མ་ལས་འགུལ་ནུབ་ཕྱོགས་ཐོག་ལ་ཡང་ལས་འགུལ་གང་མང་གང་མང་མང་སྤེལ་རོགས་གནང་ཞུ་གིན་ཡོད་འདུག་ད་གང་ལྟར་མི་ངན་ཉི་ཤུ་རྩ་གཉིས་དེ་སྤེལ་ཐུབ་བ་མགྱོགས་པོ་བདེ་ཆེ་ཐུབ་པ་དགོས་དགོས་ཡོད་རེད། ད་མི་ངན་ཉི་ཤུ་རྩ་གཉིས་དེ་སྤེལ་ཚར་སོང་ན་དེ་ནི་ཨ་ནི་དགའ་དགའ་སྤྲོ་སྤྲོ་བྱེད་ཡ་དང་ཨ་ནི་ང་ཚོ་ཅོག་ཤེས་མང་པོ་ལེན་ཡ་དང་ཨ་ནི་ང་ཚོ་འོ་སོ་སོ་དགོངས་ཚུལ་དང་ཨ་ནི་བསམ་འཆར་མང་པོ་བཏོན་ཡ་འདུག་དང་ཨ་ནི་ཡག་བརྒྱད་ཐོག་ལ་ག་རེ་ག་རེ་ལས་འགུལ་ག་རེ་ག་རེ་སྤེལ་དགོས་དགོས་དོ་ད་ལྟ་ལྟོ་འཛོལ་ཐོག་ལ་ཡང། ཧོན་ཇོ་ཤི་ནེ་ཡཱ་གི་དུས་ཚོད་ཀྱི་ར་གུར་བ། ཅན་དང་ཏང་བ་ཚོ་སྟོད་གོས་ནང་ནས་བསྡད་ཡོད་པ་མགོ་བོ་དེ་སྟོད་གོས་དེ་ཡང་སི་རི་སུའེ་ལ་ཡང་ལྷན་རྒྱས་ཚང་མས་གི་ད་ད་འདའ་བར་དུ་འབད་བརྩོན་གནང་གནང་གི་འདུག་ཨ་ནི་ད་དོ་ཡིན་ནས་ཤུགས་དྲག་ཆེ་རུ་གནང་རོགས་གནང་ཟེར་འབོད་སྐུལ་ཞུ་ཡ་ཡིན་དེ་འདྲ་དེ་ནས་ཡང་གཞུང་ཞབས་པ་དང་གཞུང་ཞབས་པ་མན་པ་དང་ལས་བྱེད་པ་དང་གཞུང་ཞབས་ཟུར་པ་དང་ཚང་མ་ཡོད་ར་བ་ལྷན་རྒྱས་འདུག་གི་ད་ད་བར་དུ་སྐུ་ལས་ཧ་ལས་པ་ཡག་པོ་བསྐྱོན་རེད་ད་དོ་ཡིན་ནས་ད། ཨ་ནི། ཤུགས་དྲག་ཆེ་རུ་གནང་རོགས་གནང་ཞུ་གི་ཡིན་ཨ་ནི། ཨ་ནི་ས་གནས་ག་པ་ཡིན་ནས་ཨ་ནི། རྒན་བཀུར། གཞས་ཡག་འདི། ཀོ་བརྒྱ་གདུང་འདུ། ང་རང་ཚོའི་མི་རང་གི་ཀོ་བརྒྱ་གདུང་འདུ་རྩིས་ལེན་དགོས་ཀྱི་འདུག། ད་ལྟ་བར་དུ་མི་ངན་འདི་ག་ལ་ཡང་ཀོ་བརྒྱ་སྤྲད་ནས་ཡོང་གི་མི་འདུག་ང་ཚོའི་ཀོ་བརྒྱ་ག་ལ་སུ་བསྡད་ནས་བསྡད་ང་རང་ཚོའི་རས་འགྲོ་གི་རེད་དཱ་འགྲིག་འགྲོ་གི་རེད་ལ་ཡ་དེ་ཨ་ནི་འགྲོ་འདུག་ཡོང་གི་མ་རེད། བ་སྔ་མའི་སྐབས་སུ་རས་དྲུག་གོ་དེ་དག་བྲིས་འདུག་གོ་རེད་ལ་ཡ་དེ་ཡོང་གོ་རེད་ད་ད་ལྟའི་སྐབས་སུ་ཡོང་གོ་མ་རེད་ད་ད་ལྟ་སངས་རྒྱས་བསྟན་པ་ནུབ་ངའི་སྒོ་ན་བདུད་གླེམ་བདག་དུ་བ་ད་བདུད་འདི་སྐད་དེ་བསྟན་པ་ནུབ་ཡ་ལ་ཡ་དྲང་བདེན་འདི་སྐད་དེ་སྒོ་བརྒྱག་ག་ལ་དད་གོ་གོ་རེད་ལྷག་བསམ་སེམས་ཤུགས་ཡོད་ངེས་དགྲ་བོ་རོང་ཆེན་ངོ་བོ་སྤོང་འདོད་ཤོད་ངེས་བོད་རྒྱ་ཆེ་མེད་མང་བོད་མི་ས་ཡ་དྲུག་ལ་ཡ་བསམ་བློ་བཏང་ཤེས་ངེས་འོ་དོན་ཚོད་ཀྱི་དཀའ་རྙོག་དེ་དང་ང་རང་ཚོའི་མི་རིགས་དང་མི་རིགས་མི་རིགས་དང་ང་ནི་ང་རང་ཚོའི་ལུང་པ་དང་རྒྱུན་འཛུགས་ཚུར་ལན་ཐུ་ཡག་གི་ཐོག་ལ་ཡང་བསམ་བློ་བཏང་ནས་ལག་ལེན་བསྟར་ངལ་རྩོལ་གི་ད་ནི་ཞབས་བཅག་ག་ལ་ཡག་ཞུ་རོགས་གནང། ང་ནི་བླ་ཡོལ་ཡེ་ནས་རེད་བླ་མེད་ཡེ་ནས་རེད་ད་ང་གང་ད་བ་དུ་ལན་ནི་ཡོང་རེད་ད་མདོ་ཡེ་ནས་བཤད་ཐུང་ངེ་བྲིས་ཐུང་ངེ་འོ་དོ་ཚོ་བཀོད་པ་བཤད་ཐུང་ངེ་འོ་དོ་ཚོ་ཡེ་འཇད་ད་དོ་ཚོ་འདི་སྐད་འདི་ད་ཡག་འགྲིག་འགྲུག་རེད་ལ་ནི་སོ་སོ་སོའི། ནང་ལ་བསྡད་མ་བསྡད་རོགས་བྱེད། གཞུང་གི་ཐོག་ལ་མ། ཞབས་བཀྱག་འདོན་ཚོད་སྒང་ལ་ཡ། ཕེབས་རོགས་གནང་ཞུ་གི་ཡིན། ང་ནི་མི་མང་ཚང་མ་ལྷན་རྒྱ་འཛུགས་ཀྱི་སྟབས་ལ་ཡ་བཀྱག་རྒྱོགས་ཡོད། འོ་ད་ཡིན་ན་བཀའ་དྲིན་ཆེ་ཞུ་ཡ་ཡིན་འདུག་ད་དེ་མི་ངན་འདི་གའི་ལ་བསྐོ་བཀྱག་ག་འདྲས་བྱས་ནས་ང་ཚོ་སྤྲད་རྒྱུ་མི་འདུག་ས་གནས་སོ་སོ་སོའི་གི་སྒོ་འབྱེད་ཡིན་ནས་རེད། ཁག་དམིགས་བསལ་གྱི་ས་གནས་སྒོ་འབྱེད་དང་སྡོམ་བཟོ་ཡན་ཆད་ནས་རྩ་བ་དེ་ས་གནས་སྒོ་འབྱེད་ནས་བྱས་ནས་རོགས།

ཚང་མ་ལ་ཡ་འདྲ་མཉམ་བཟོ་ཡ་དེ་ང་ཚོ་ལས་འགན་རེད་འོ་དེ་ཇོ་བཞི་གླེང་ནས་ཨ་ནེ་ལེན་ང་ཚོ་དེ་ནས་མ་རབ་དང་རིམ་པ་ང་ཚོ་བཀའ་མོལ་གནང་ཆོག་རོགས་ཨ་ད་ཨ་ལ་དང་པོ་དང་པོ་དང་པོ་ང་ཚོ་དེ་དང་པོ་ང་ཚོ་སྤྱི་འཐུས་དེ་ག་དེ་ཡ་དེ་ག་ས་བར་པའི་ཚོགས་གཙོའི་བ་ལ་ཡ་དམ་དམ་འབུལ་ཕུལ་ངས་རྐྱང་རྐྱང་བྱེད་ཡ་བསྐོས་ཐུབ་པ་བྱས་འོ་དེ་གང་མགྱོགས་མགྱོགས་གནང་རོགས་གནང།